རྒྱལ་བསྟན་བསྟན་འཛིན་ཞི་བའི་སྐྱེ་བོ་དང་རྒྱ་ཁྱིམ་ཆེན་པོ་བོ་ཅེ་སྙིང་རུས་ནོར། འཛམ་གླིང་བླ་མ་མཚོ་བཞིའི་ཞི་བདེའི་དབང། གོང་ས་སྲ་གསུམ་སྐྱབས་མགོན་རྒྱལ་གྱུར་ཅིག། མཐའ་ཡི་འགྲོ་ལ་བྱམས་བརྩེའི་སྨྱོ་ལགས་གསལ། འོག་གསལ་ཁུང་མིག་ཤར་བའི་ཆུ་སྐམ་བཞིན། ཀུན་མཁྱེན་རྒྱལ་བའི་དབང་པོ་རྒྱལ་བསྟན་འཛིན། བསྟན་འཛིན་རྒྱ་མཚོའི་བདེ་ལགས་གསོལ་བ་འདེབས། གཞན་ཁམས་གསུམ་ཆོས་སྤྱི་རྒྱལ་པོ་འཛམ་གླིང་བཞི་བདེའི་དེད་དཔོན་ས་སྟེང་རྒྱལ་བསྟན་ཡོངས་རྫོགས་ཀྱི་མངའ་བདག། བོད་ལ་གངས་ཅན་ཆོས་སྲིད་མི་རིགས་དང་བཅས་པའི་བླ་ན་མེད་པའི་དབུ་ཁྲིད། བཀའ་དྲིན་རྒྱུན་མཐའ་བྲལ་བ་བླ་མ་རྡོ་རྗེ་འཆང་ཆེན་པོ། སྤྱི་ནོར་གོང་ས་རྒྱལ་དབང་ཐམས་ཅད་མཁྱེན་ཅིང་གཟིགས་པ་ཆེན་པོ་མཆོག་གི་སྐུ་ཚེ་བསྐལ་བརྒྱར་བརྟན་ཅིང་ཐུགས་ཀྱི་བཞེད་དོན་མཐའ་དག་གང་མོས་ཡིད་བཞིན་དུ་འགྲུབ་པའི་བཀྲ་ཤིས་ཚིག་མཇལ་མེ་ཏོག་གི་ཚོམ་བུའི་སྣ་དྲངས་ཏེ། དོ་ནུབ་ཀྱི་སྐྱིལ་ཀྲུང་ལ་ཡར་སུལ་སྟོང་གི་ཟླ་བའི་རང་མདངས་རིག་རྩལ་སྤྲོ་ཚོགས་ཆེན་མོ། ད་ལྟ་དམིགས་བསལ་མགོ་བརྩམས་པ་ཡིན། ཐེངས་འདིའི་སྐུ་མགྲོན་གཙོ་བོ་རོང་ཆེན་གཏམ་དཔེའི་སྒྲོན་མེ་སྐྱབས་རྗེ་བཀའ་ཟུར་ཀིར་ཏི་རིན་པོ་ཆེ་མཆོག་དང། གསང་ཆེན་སྔ་འགྱུར་གཏམ་དཔེའི་རྟ་འཛིན་གྱི་སྐྱེས་བུ་དམ་པ་ར་ཉི་དཔའ་ཁྲི་རིན་པོ་ཆེ། འོད་རྒྱལ་རྩ་རླུང་གི་རྒྱལ་སྲས་སུ་གྲགས་པའི་བླ་མ་བློ་བཟང་དམ་ཆོས་ལགས། ལྷ་རྣམ་ཐོས་བཀྲས་ཀྱི་བང་མཛོད་དུ་གྲགས་པའི་ཕྱག་མཛོད་མདོ་སྔགས་ལགས་རིན་པོ་ཆེ་སོགས་དཔོན་ཤེས་རབ་ལགས། ཚོགས་པ་སྐྱིད་སྡུག་ཁག་གི་ཚོགས་གཙོ་ཚོགས་གཞོན་སྐུ་ཚབ་རྣམ་པ་སོགས་གདན་ཞུའི་སྐུ་མགྲོན་རྣམ་པ་གཅིག་མ་ཆད་གཉིས་མ་ལྷག་བར་ཐམས་ཅད་ཀུན་ལ་བཀྲ་ཤིས་བདེ་ལེགས་ཞུ། ཨོ་འདིར་གཞུག་སྒམ་དར་གཞོན་བྱིས་ཐམས་ཅད་དང་སྔོན་གྱི་ལོ་རྒྱུས་གཅིག་པ་ད་ལྟའི་གནས་སྟངས་གཅིག་པ་མ་འོངས་ཀྱི་མདུན་ལམ་གཅིག་པའི་དམ་ཚིག་གཙང་མའི་མཆོག་གསུམ་སྤུན་ཟླ་ཕུ་ནུ་དམངས་ཞིང་ཡོངས་སུ་རྫོགས་པ་ལ་བཀྲ་ཤིས་བདེ་བླག་ཞུ། ཁྱད་པར་དུ། ཕ་ཡུལ་དབུལ་གངས་ཅན་དག་པའི་ཞིང་ཁམས་ཀྱི། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་དད་པ་དང་དམ་ཚིག་གཡོ་བ་མེད་ཅིང་མི་རིགས་ཀྱི་ལ་རྒྱ་དང་སྤོབས་པ་ནམ་ཡང་ཞུམ་པ་མེད་པའི་གཞིས་བཞུགས་སྤུན་ཟླ་ཡོངས་སུ་རྫོགས་པ་ལ་ངས་གོ་སྐབས་འདི་བརྒྱུད་ནས་འཚམས་འདྲི་བཀྲ་ཤིས་བདེ་བླག་ཞུ་བ་ཡིན།

གསལ། མྱུར་རུ་ལྟ་སེམས་འཛོམས་པའི་ཡིད་ཀྱིས་བློ་རིག་ལོན་པོས་གར་སྟེགས་སྟེང་གཡོག་གཉིས་ཀ་གང་ཤར་མཐའ་གྲོལ་ཡིན་ནའི་རྣལ་འབྱོར་རྟོགས་ལྡན་ཡིན་རུང་ཡིད་ལ་དབང་བ་གུག་འཇོག་ནས། ཨོ་ད་ཧྥ་རན་སི་རྒྱལ་ཁབ་ཆེན་པོ་ནས་ཁྱེད་དག་བདེན་འཛིན་ཞེས་པའི་བདེན་འགྲེམས་ཞེས་པའི་མདོ་འཛིན་པ་དུ་སུ་རེད་ཟེར་ན་ཁྱི་ཁྱུ་གུ་མི་ཤེས་ན་སྒྲོ་ཉོག་ལགས་རེད་ཟེར་གྱི། འཇིག་རྟེན་གྱི་སྐྱེ་འགྲོ་སྤྱི་དང་བྱེ་བྲག་བོད་གངས་ཅན་ཆོས་ལྡན་ཞིང་གི་གཞིས་བྱེས་ཆོལ་གསུམ་སྤུན་ཟླ་ཡོངས་ཀྱི་སེམས་ཁོང་གི་མི་རུ་འོས་ཆེན། ཚེ་རུ་ནས་ཚེ་རབས་ཀྱི་མགོན་དང་དཔུང་གཉེན་སྐྱབས་དང་སྤྱོད་པ་སྤྱི་ནོར་གོང་ས་རྒྱ་བ་ཡིད་བཞིན་ནོར་བུ་མཆོག་གི་སྐུའི་འཁྲུངས་ལ་དབྱར་གསོལ་ལ་སྐུ་ཚེ་ཐང་ཅིང་ཐུགས་རྗེ་འགྲུབ་པའི་སྨོན་འདུན་གྲངས་མེད་ཞུ། དོ་ནུབ་ཀྱི་སྐུ་མགྲོན་གཙོ་བོ་བཅྭ་བརྒྱུད་ཀིརྟི་རིན་པོ་ཆེ་མཆོག་དབུ་བཞུགས་འདུ་ཚོགས་ལྟ་མོ་བ་ཡོངས་དང་གངས་རི་དཀར་བོའི་ཕྱི་ནང་ལ་བཞུགས་པའི་བོད་རིགས་སྤུན་ཟླ་ཡོངས་ལ་བཀྲ་ཤིས་བདེ་ལགས་ཞུ། ངས་ཀྱང་འདི་ནས་དོ་ནུབ་ཀྱི་མགོ་འཛིན་པའི་གྲགས་འཛིན་མཚམས་སྦྱོར་ཡོད། ཀིར་གེ་འཇིགས་མ་བོད་ཀྱི་རིག་གནས་ཆེ་ཆུང་སྤྱི་དང་བྱེ་བྲག་བོད་བརྒྱུད་ནང་བསྟན་མདོ་སྔགས་གཞུང་ལ། ཐོས་བསམ་ཡང་དག་འཛིན་མྱོང་མཁན་ཡིན་མི་ཚུགས་ཀི་ད་ལྟའི་ཆར་ཡང་ང་ཚོས་མེས་པོ་ནས་བརྒྱུད་པའི་རིག་གཞུང་དར་སྤེལ་གི་ཆེད་དུ་ཕྱག་ལས་ག་གནང་དང་གནང་བཞིན་པ་དགྲ་ནག་བ་ཚེ་རིང་མགོན་པོའི་ལག་རུ།
རིགས་བརྒྱུད་ཁྱབ་བདག་བླ་མ་རྡོ་རྗེ་འཆང་ཆེན་པོ ྋགོང་ས ྋསྐྱབས་མགོན་རྒྱལ་བའི་དབང་ས་ཆེན་འདིའི་སྟེང་གི་རྒྱལ་བ་ཤཱཀྱ་སེང་གེའི་ལུང་རྟོགས་བོ་ཐེག་གསུམ་གྱི་བདུད་དཔལ་གཏན་འབེབས་རིན་པོ་ཆེའི་ངག་བདག། ཁམས་གསུམ་འགྲོ་བ་ཡོངས་ཀྱི་འདྲེན་པ་ཆེན་པོ། སྤྱི་ལོའི་གང་ཟག་ཐམས་ཅད་མཁྱེན་ཅིང་གཟིགས་པ་ཆེན་པོ་མཆོག་གི་གསང་གསུམ་མི་ཤུགས་རྡོ་རྗེའི་ཆོས་ལྡན་གྱི་ཁམས་སུ་རྟག་བརྟན་དུ་བཞུགས་བཞིན་པ་ལ། ང་ཚོས་བླ་སློབ་དང་བཅས་པའི་སྐུའི་གསོལ་དང་ཕྱི་དོར་སྤྱི་གསུང་བཀའ་བསྡུར་གྱི་དམ་བཅའ་སྙིང་ནས་བཅངས་ཏེ་དགའ་བསུའི་སྤྲོ་གསེང་རབ་ཏུ་འབར་འོང་ནས། སྐྱབས་རྗེ་ཀིརྟི་རིན་པོ་ཆེ་མཆོག་པོ་དབུ་ཡི་སྐུ་མགྲོན་རྣམ་པ་དང་འདུ་ཚོགས་ཚང་མ་འཚམས་འདྲིའི་བཀྲ་ཤིས་བདེ་ལེགས་ཞུ། ངས་འདི་ནས་དོ་ནུབ་ཀྱི་མདོ་འཛིན་ལས་གྲུབ་པ་ཞིག་འཚམས་འདྲི་བྱེད་རྒྱུ་ཡིན། ཁོང་ཡིན་ན་བོད་ཀྱི་སྐྱེས་མ་རྩོམ་པ་པོ་དང་རྐྱེན་ངག་པ་སྙན་གྲགས་ཅན་ཞིག་ཡིན་པ་མ་ཟད་སྔ་ལོའི་སྐུའི་འཕྲོ་མོ་ལ་ཡར་སྲོལ་གྱི་མདོ་འཛིན་པ་སྐད་གྲགས་ཆོད་པ་ལྕམ་ཡི་མོ་ཨམ་ཀྲི་ཀི་མཚོ་ལགས་རེད། འོ་ལེ་གཞི་ཤེས་གཉིས་ཀྱིས་སྤྲུལ་བའི་མིག་དང་ཁོག་པའི་སྙིང། ལས་སྤྱི་བདུད་ཀྱི་རིག་བ་བཅིང་ས། ཚེ་འདི་ཕྱི་ཡི་སྐྱབས་འཇུག་ཞུ་ས། རྣམ་སྨིན་སེམས་ལ་གསོལ་བ་འདེབས་ས། སྤྱི་ནོར་གོང་ས་སྐྱབས་མགོན་ཐམས་ཅད་མཁྱེན་ཅིང་གཟིགས་པ་ཆེན་པོ་མཆོག། སྐུའི་འཁྲུངས་སྐར་ཡུལ་སྲོལ་ལ། བཀྲ་ཤིས་དགེ་མཚན་སྦུན་དུ་འཁྲུངས་པའི་སྨོན་འདུན་ཞུ་བ་དང་ཆབས་ཅིག། བཅའ་རྒྱའི་སྐུ་བསྡུ་རིན་པོ་ཆེ་མཆོག་གི་དབུས་སྐུ་མགྲོན་རྣམ་པ་དང་འདིར་གཞུགས་ཆོལ་གསུམ་ཕུ་ནུ་མིང་སྲིང་ཡོངས་ལ་བཀྲ་ཤིས་བདེ་ལེགས་ཞུ་རྒྱུ་ཡིན། ངས་ཀྱང་འདི་ནས་དོན་གནོད་ཀྱི་འདོན་འཛིན་ལས་གྲོགས་ཤིག་ངོ་སྤྲོད་ཡོད་རྒྱུ་ཡིན། ཁོང་ཡིན་དོན་ན་བོད་རྒྱ་དབྱི་མིང་གསུམ་གྱི་རྩིས་པའི་སྐད་དང་ཡི་གེ་ལ་མཁས་ཤིང། གནའ་དེང་གི་གླུ་དང་གླུ་དབྱངས་སོགས་གདོང་ལེན་ལ་མཁས་པའི་སྟག་ཤར་གཞོན་སྐྱེས་ལྷུན་གྲུབ་ཉི་མ་ལགས་རེད།
འཛམ་གླིང་ཞི་བདེའི་དུས་དཔོན་ཕྱོགས་གསུམ་འགྲོ་བ་ཡོངས་ཀྱི་སྐྱབས་དང་སྐྱོབ་པ་ཉག་གཅིག། རྒྱལ་དབང་ཐམས་ཅད་མཁྱེན་པ་མཆོག་གི་སྐུའི་འཕྲིན་ལས་ཡར་སྲོལ་ལ་བཀྲ་ཤིས་ཤིང་སྐུ་ཚེའི་བསྐལ་བརྒྱར་དམ་པའི་སྨོན་འདུན་ཞུ་བ་དང། སྐུ་པའི་མེ་ཏོག་རྐང་ལ་ཕོག་པའི་ལྷ་སྐལ། སྐྱབས་རྗེ་ཀིརྟི་རིན་པོ་ཆེ་མཆོག་གི་དབུས། སྐྱོན་བདུན་དང་བདག་བཞི་ག་རྒན་དར་གཞོན་གསུམ་གཅིག་ལ་བཀྲ་ཤིས་བདེ་ལེགས་ཞུ། ངེད་ཀྱང་དོ་ནུབ་ཀྱི་མདོ་འཛིན་ལས་གྲོགས་ཤིག་མཚམས་སྦྱོར་བྱེད། ཁོང་ནི་ལྷན་སྐྱེས་དཀའ་ངལ་མཉམ་མོའི་གླིང་ས་མཐོང་བ་གི་མི་ལ་དྲན་ཞིང་འཇོག་མྱོང་མཁན། ཁྲ་ལྡེམ་དཀར་ལ་རོལ་བའི་སྟངས་སྟབས་ཀྱིས་རྒྱ་གར་འཕགས་པའི་ཡིག་ལང་ལ་མཛེས་སྡུག་བསྐྲུན་མྱོང་མཁན་གཡང་ཅན་ལགས་རེད། འགྲོ་བ་ལྷ་དང་བཅས་པའི་མགོན། འཕགས་མཆོག་གཤེགས་ན་བམ་མི་ཡི་རྣམ་པར་བྱོན་པ། འཛམ་གླིང་བཞི་བདེའི་བདེ་དཔོན།
ཕྱི་ནོར་གོང་ས་སྐྱབས་མགོན་ཆེན་པོ། ཐམས་ཅད་མཁྱེན་ཅིང་གཟིགས་པ་ཆེན་པོ་མཆོག། དགུང་གྲངས་བརྒྱ་ཆའི་སྐྱབས་བཞི་ལ་ཕེབས་པའི་དཀྱིལ་འཕྲོ་སྐོར་གྱི་ཉིན་མོར། བདག་གཅིག་གི་བཀའ་དྲིན་གསུམ་ལྡན་གྱི་རྩ་བའི་བླ་མ་མཆོག་གིས། འཛམ་ཕྲན་འཛམ་གླིང་ཡོངས་ལ་ཁྱབ་པ་དང། སྐུ་ཚེ་མི་འགྱུར་རྡོ་རྗེའི་ངོ་བོར་བསྟན་པའི་སྨོན་འདུན་ཞུ། དེ་བཞིན་དེ་རིང་འདིར་ཕེབས་པའི་སྐུ་མགྲོན་གཙོ་བོ་སྐྱབས་རྗེ་སྐུ་སྡེ་རིན་པོ་ཆེ་མཆོག་གི་གཙོས་སྐུ་མགྲོན་དང་ལྟད་མོ་བ་རྣམས་ལ་ངས་འདི་ནས་འཇིག་རྟེན་གསེར་གྱི་གང་ཡང་མི་ཁུག་པའི་གོ་སྐབས་བཟང་པོ་སྦྱར་བ་དབྱི་བཞི་ནོར་བུའི་སྐེ་འཕྲོར་སྐུ་གྲོངས་རྩིས་མདོ་འཛིན་པའི་གདངས་ཆ་འདབ་བརྒྱུད་ནས་འོད་ལ་བཞི་བཤགས། འོད་ལ་བཞི་བཤགས་ཉིད་འཛོམས་པའི་འཛམ་གླིང་གཡང་བའི་ཁྱོན་གྱི་གང་ཉིད་ལ་དད་པ་དང་དམ་ཚིག་གཙང་བའི་མཆེད་གྲོགས་ཕོ་མོ་ཡོངས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་གྲངས་མེད་ཞུ།